ཨ་ཁུ་ཚ་ཚང་མ་ལོ་ལ་ལྷག་དཀར་བཟང་བཀྲ་ཤིས་བདེ་ལེགས་འཆམ་མཐུན་བཀྲ་ཤིས་བདེ་ལེགས། ཨ་ནེ་གཏོར་མ་འདི་ལ་ཡང་ཚེ་དེ་བཞིན་གཉེན་གྱི་སྐྱབས་མགོན་ཐམས་ཅད་ཆེ་ཞིང་གཟིགས་པ་ཆེན་པོ་ཆེ་ལ་སྒོ་གསུམ་གུས་ཕྱག་སྔོན་དུ་བཏང་ནས་ད་འདི་ནས་མ་སྐད་ཆ་ཁ་ཤས་བཤད་ཡ་ཡོད་རྣམ་པ་ཚོ་བློ་བཟོ་རོགས་གནས་གསན་རོགས་གནང་ཞུ་ཡ་ཡིན། ད་ཁ་སང་ངས YouTube ནང་སྐད་ཆ་ཁ་ཤས་བཤད་པ་རེད། ད་ང་ཆོས་རྒྱུད་སྤྱི་འཐུས་ལ་ལང་ཡ་ཡིན་ཟེར་གལ་སྲིད་ལངས་པ་ཡིན་ན་ཨ་ནི་ཡང་ན་བཀའ་བརྒྱུད་ཡང་ན་དགེ་ལུགས་ལ་ལང་གི་ཡིན་ཟེར་ད་ང་རང་ཆོས་རྒྱུད་གང་འབྲེལ་བ་ཡོད་རྒྱུ་དེ་འདི་འདྲས་ཞིག་ལ་ངས་སང་ངས་སྐད་ཆ་བཤད་པ་ར་འདི་ཧ་ལས་པ་ཨ་ནི་འཇུག་སྐུལ་འགྲོ་ཡ་དང་ཁྱབ་བསྒྲགས་འགྲོ་ཡ་དེ་ཡག་པོ་ཆགས་ཤག་ད་མི་མང་པོ་ཅིག་གིས་ད་མཚམས་མཚམས་དེ་སྒེར་ལ་ཡར་འབྲེལ་བ་གནང་གི་འདུག་འདི་ཡིན་འདི་ག་ལ་ད། ཨ། ཧ་ལ་འོ་ད་ངས་འདི་སྐད་བཤད་རྒྱུ་དེ་དངོས་གནས་ད་ནས་རྣམ་པ་ཚོ་གིས་ད་ཡག་པོ་ཆེ་སེམས་ཀྱི་ཨ་ནི་མཆན་བཅོ་ངས་མང་པོ་ཞུ་རེ་འདུག་ད་དངོས་གནས་ད་ཚང་མ་ལ་ཐུགས་རྗེ་ཆེ་ད་མཆན་བསྡུ་ག་བཅོ་ངས་བསྡུ་ད་ཡག་འདི་ན་ཁྱོད་དར་ནག་རེད་ག་རེད་བཤད་ལ་ངས་བསྡུ་བསྡད་འདུག་ཡིན་ཀྱང་ག་མཆན་བསྡུ་བྱ་སྐྱོན་ན་རེད་གང་ལྟར་ངས་སྐད་ཆ་དེ་རྣམ་པ་ཚོ་གསན་འདུག་བ་ད་སོ་སོ་སོ་སོ་རྣམ་དཔྱོད་བོད་བཞུ་བཏང་ཐུབ་རེད། ད་སོ་སོའི་རྣམ་དཔྱོད་བེད་སྤྱོད་བཏང་རྗེས་ངས་སྐད་ཆ་དེ་བཤད་པ་དེ་ཡག་པོ་འདུག་ན་ནི་ཨ་ནི་རྒྱབ་སྐྱོར་གནང་ཡ་དེ་ཡག་པོ་མི་འདུག་ན་ཨ་ནི་དགག་པ་བྱ་ཡ་དེ་དེ་དམངས་ཚོགས་ཀྱི་འགྲོ་ལུགས་འགྲོ་སྟངས་ཀྱི་ཆ་དེ་རེད་དེ་འདྲའི་ཞིག་གནང་བཞག་ཨ་ནི་ཚང་མ་ལ་ལ་ཐུགས་ཆེ་བཀའ་དྲིན་ཆེ་ཞུ་ཡ་ཡིན་ཨ་ནི་རྒྱུད་སྒེར་ལ་ཡ་ཨ་ནི་ཁྱོད་རང་གི་དེ་འདྲའི་ལང་གི་ཡིན་ཟེར་གྱི་འདུག་ཡག་པོ་རེད་ཐུགས་རྗེ་ཆེ་ཨ་ནི་ཁྱོད་བཀའ་བརྒྱུད་ལ་ལང་ཡ་ཡིན་ན་དགེ་ལུགས་ལ་ལང་ཡ་ཡིན་ན་དེ་ཐུགས་ཐག་ཆོད་རོགས་གནས་སེ་དྲི་བ་དེ་འགའ་དེ་འདྲ་ཁ་ཤས་འདུག། འདི་དུས་ཀྱི་བརྒྱུད་རིམ་ལ་བལྟས་ཀྱི་ད་ང་རང་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ཡོད་དུས་དང་ད་ང་རང་ལ་ཡང་ད་ལྟ་ཞོག་ཨ། ང་རང་ལ་ཡང་བསམ་བློ་ག་རེ་འཁོར་སོང་ཟེར་ན། ད་དངོས་གནས་ད་བསམ་བློ་བཏང་ཆེ་ད། ད་ང་ད་སོ་སོ་དྲན་པ་མ་བརྗེད་ཡ་བྱེད་དུས་ཐོ་ཞིག་བྲིས་བཞག་ཡོད་རེད་བ། ད་ང་རང་གི། དམ་བཅའ་བརྟན་པོ་ཞིག་བཟུང་བྱས། ད་ང། ཆོས་རྒྱུད། ཆོས་རྒྱུད་སྤྱི་འཐུས་ནང་རང་ཡང་དེ་གཏན་འཁེལ་ཚར་རེད་དེ། ད། འོས་བསྡུ་གི་སྒྲིག་གཞི་ལྟར་འགྲོ་དགོས་ར་བ་ཡང། འོས་བསྡུ་གི་སྒྲིག་གཞི་ནང་ན་ཨ་ནི། སྤྱི་འཐུས་ལངས་ཡ་ལ་ཨ་ནི། ད་སྡེ་ཚན་བཅུ་ཟེར་ཞིག་ཡོད་པ་ཡོད་དགུ་བཅུ་ཟེར་ཞིག་ཡོད་པ། འདི་ཚང་འདུག་ན་གཉིས། བོད་ཀྱི་ཡུལ་མི་ཡིན་པ་དག་ད་ན་ཚ་དུག་ཚོད་ཡོད་མེད་བསལ་དང་ས་ད་བོད་ལིག་སྤྲད་ཡ་ཡོད་མེད་བསལ་དང་ལྐོག་ས་རིགས་གསུམ་ཡོད་མེད་བསལ་ཡ་དེ་དང་ཨ་ནི་དེ་འདྲས་མང་པོ་ཅིག་ཡོད་རེད། ད་དེ་ཚང་མ་ཚང་འདུག་ན་དེ་ནས་ང་རང་གི་འདི་ད་ཅིག་ལ་ངེས་ཡིན་ཟེར་ཡ་ཅིག་རེད་བ་འདི་ལེགས་རེད་ད་དེ་ཡིན་འདི་ག་ལ་ད་ང་རང་གི་བསམ་བློ་ཞིག་བཏང་འདི་ག་ལ་ཁ་ཚ་ངས་འདི་གཉིས་དགེ་ལུགས་ཡང་ཡང་ན་བཀའ་རྒྱུད་ནང་ལ་ངེས་ཟེར་ངས་ལབ་པ་རེད། ད་ང་རང་གི་དམ་བཅའ་བརྟན་པོ་དེ་ག་རེ་ཡིན་ཟེར་ན་ང་དེ་རིང་ད་ང་ཆོས་རྒྱུད་སྤྱི་དེ་ལངས་མོ་ཡིན་ལངས་པ་ཡིན་ན་དབུས་འོས་བསྡུ་གི་སྒྲིག་གཞི་ལྟར་ཏག་ཏག་བསྡད་འདུག་ན་དེ་ནི་ང་བཀའ་རྒྱུད་སྤྱི་དེ་ལ་ལངས་གི་ཡིན་ཟེར་ཟེར་ཡ་དེ་ང་རང་གི་དམ་བཅའ་བརྟན་པོ་ཞིག་ད་བཞག་ག་ལས་པ་ཡིན་རྣམ་པ་ཚོའི་འགྲམ་དུ་བཞག་དམ་བཅའ་བརྟན་པོ་ཞིག་བཞག་ག་ལས་པ་ཡིན་དེའི་རྒྱུ་མཚན་ག་ཡིན་ཟེར་ན་ད་ངས་འདི་ནས་མ་ཡི་གེ་ཞིག་ཐོ་བཞག་ནས་བྲིས་བཞག་ཡོད་རེད་བ་རྒྱུ་མཚན་དེ་ནི་ད་ང་རང་གི་དྲན་པ་གསལ་ཡས་ཆེད་དུ་ཐོ་བཞག་བཞག་བཀའ་བཅུ་སྤྱི་བརྟོལ་ལ་ལངས་དགོས་ཡ་དེ་རྒྱུ་མཚན་ས་སྔོན། གུས། ལོ་ཆུང་སྐབས་དཔལ་རྒྱལ་བ་ཀརྨ་པ་སྐུ་མགྲོན། བཅུ་དྲུག་པ་ཆེན་པོའི་མཆོག། ཨ་ནི་བཀའ་དྲིན་དྲན་པའི་སྒོ་ནས་འདི་ལ་ཡ་བཀའ་དྲིན་དྲིན་ལན་ཆུང་ཙམ་ཞིག། མེད་ན་ཡང། ཕུལ་ཐུབ་ཡ་ཡི་གོ་སྐབས་ལེན་པ་ཡིན། འདི་རེད་ད་ང་རང་དྲན་པ་གསོལ་ཡ་བྱེད་དུ་ཡིན་ད། འདི་ཐོ་རྒྱག་པ་ཡིན་པ་ད་འདི་ངས་ཁ་ནས་ཞུས་པ་ཡིན་ན་ད་དངོས་གནས་དྲ་ནས་ང་ལངས་དགོས་ཡ་དེ་ག་བ་ནས་ལངས་གིན་ལངས་གིན་སྐད་ཅིག་ཆོད་ད་ང་རྣམ་དཔྱོད་བེད་སྤྱོད་བཏང་སོ་སོ་བསམ་བློ་བཏང་ཡོང་སྤྱི་ད་ནས་དུས་མ་ལོ་མང་པོ་ངེས་ལ་ད་སོ་སོ་བསམ་བློ་ཁོ་ནས་སོང་ནས་དཔལ་རྒྱལ་བ་ཀརྨ་པ་སྐུ་མདུན་བཅུ་དྲུག་པ་ཆེན་པོ་མཆོག་སངས་རྒྱས་ཁོང་ད་གུས་པ་ང་རང་ལ་དངོས་གནས་ད་ནས་བཀའ་དྲིན་ཆེན་པོ་ཡིན་པ་དང་བྱམས་པའི་བྱམས་པའི་དབང་གིས་སྐྱོང་ཤག་ཆོས་ཀྱི་ཨ་ནེ་མི་རིགས་ཀྱི་ཧིན་པ་གཅིག་ང་རང་གིས་འཚོ་བ་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་བསམ་བློ་གཏང་དེ་ངེས་ཞིག་ཡིན། ད་ད་ལྟ་ངས་ལ་ཡག་གི་ད་ང་བཀའ་བརྒྱུད་བཀའ་བརྒྱུད་སྤྱི་འཐུས་ལ་ལང་དགོས་འདུག་ལང་གི་ཡིན། དབུས་བདེ་འགོད་ལས་ཁང་གི་འོས་བསྡུ་ལས་ཁང་གང་དང་དབུས་འོས་བསྡུ་ལས་ཁང་གི་སྒྲིག་གཞི་ལྟར་ཏག་ཏག་འགྲོ་འདུག་ན་ང་ལང་ཡག་དུས་ཚོད་རག་སོང་ན། བཀའ་བརྒྱུད་སྤྱི་འཐུས་ལ་ལངས་ཀྱི་ཡིན་ཟེར་ཡ་དེ་སྔ་དམ་བཅའ་བརྟན་པོ་རེད་དེ་ཡི་རྒྱུ་མཚན་གང་ཡིན་ཟེར་ན། ད་ང་ལོ་ན་ཆུང་ཆུང་སྒང་ནས་ད། དྲུག་བདུན་བརྒྱད་དེ་འདྲའི་ཆེ་སྐབས་ལ་ཡང་ང་གདན་ས་ཆེན་པོ་རུམ་སྟེགས་དགོན་པ་ལ་ཡང་ང་ཕ་མ་གི་གྲྭ་པ་ལ་བཅུག་པ་རེད། བཅུག་ནས་བཟུང་བྱས་ཏེ་ནི་པའི་བྱ་བ་ཀ་མ་པ་སྐུ་མདུན་བཅུ་དྲུག་པ་ཆེན་པོ་སངས་རྒྱས་ཁོང་གི་བྱམས་སྐྱོང་གི་འོག་ལ་ཡང་ནི་ཀ་ཁ་ག་ང་བོད་ཡིག་ཀློག་ཡ་བྲིས་ཡ་ཚང་མ་འདི་ནས་སྦྱངས་བརྗོད་བྱེད་རེད་རེད་བ་ལོ་ན་ཆུང་ཆུང་ནས་སྦྱངས་བརྗོད་བྱེད་རེད་དེ་ཚང་མ་ལོ་གཙོ་བོ་ང་རང་ཚོ་གི་རྒྱ་བོར་མི་ཆེ་ཐུགས་རྗེ་བཀའ་དྲིན་རེད་ཉག་ཅིག་རེད་དེ་ནས་ད་སོ་སོ་རྩ་བའི་བླ་མ་པའི་བྱ་བ་ཀ་མ་པ་སྐུ་མདུན་བཅུ་དྲུག་པ་ཆེན་པོ་མཆོག་གིས་ཞེས་ཞུས་པའི་བཀའ་ལ་གུས་གུས་པ་ང་རང་ལ་ཡང། བྱམས་པ་དང་སྙིང་རྗེ་གི་དབང་གིས་ཨ་ནི་ཅུང་བཤགས་བཅོས་བྱེད་ད། འདི་འདྲས་ཅིག་དང། ཆགས་ཀྱི་ཡོད་རེད། དེ་ཡིན་དུས་གང་ལྟར་ང་བཀའ་བརྒྱུད་སྤྱི་འཐུས་ལ་ལངས་དགོས་ཟེར་ཡ་དེ་ང་རང་གི་སེམས་པ་བརྟན་པོ་གནས་དེ་འདི་འདྲས་ཅིག་འདྲས་ཅིག་རེད་ད་བཀའ་དྲིན་ཆེན་པོ་ཟེར་ཡ་དེ་ད་ང་རང་གི་ད། ཐོ་ཆུང་ཆུང་ཞིག་བརྒྱབ་འདུག་བ་དེ་ང་རང་དྲན་པ་གསོ་ཡ་ཆེད་དུ་བརྒྱབ་པ་ཡིན་ཞུས་སོང་བ། ག་འདྲས་ཅིག་ཡིན་ཟེར་ན་ད། སྒོ་ནས་ད་ང་རང་ལ་བཀའ་དྲིན་ཆེན་པོ་བསམ་གྱིས་མི་ཁྱབ་པ་བྱིན་རླབས་མང་པོ་རགས་པ་འདི་སྒོ་ནས་སྐུ་ཕ་ཐུག་ཞུ་བས་ན་ཨང་ཕྱི་ཚོ་གཉིས་གསུམ་གྱི་དགོ་ཐོ་ཁ་བ་རེད་ད་ང་རང་གི་གཉིད་ལས་དུང་གིན་རེད་པ། གཅིག་དེ་ག་རེད་ཟེར་ན། ང་རང་ཚོ་རུམ་བདེ་དགོན་པ་ནང་ལ་ཡ། གདན་ས་དགོན་པ་གཞན་ལ་མེད་བརྗོད་ཅིག་ང་རང་ཚོ་ལ་གསར་འདེབས་འཚོ་ཡ་བཞིན་རེད། ས་འདེབས་ས་འདེབས་ཚོགས་ཡག་ཞུ་ས་འདེབས་རྒྱས་པ་ཚོགས་དེ་ག་ལ་སངས་རྒྱས་ཁོང་ཆིབས་བསྒྱུར་གནང་གི་རེད་བསྡུས་པ་ཚོགས་དེ་ག་ལ་འཛིན་གྲྭ་འཛིན་གྲྭ་འཛིན་གྲྭ་འདྲ་བོ་ཆིབས་བསྒྱུར་ཆིབས་བསྒྱུར་མི་བཅོ་ལྔ་ཉི་ཤུ་བཅོ་ལྔ་ཉི་ཤུ་དེ་འདྲ་ཡོད་རེད་འདི་རེ་རེ་ལ་བཅུ་དཔོན་རེ་རེ་ཡོད་རེད་ད་འདི་ས་འདེབས་དེ་ག་རེ་རེད་ཟེར་ན་ད་ང་རང་གྲྭ་པ་བྱས་ཞག་ནས་ངས་གྲྭ་ཆས་གོན་གྲངས་བྱས་རོགས་གཟན་དང་མ་སོ་ན་རིལ་རིལ་གོན་པ་ཡིན་ན་ཨོ་ཁྱེད་རང་གི་སྐུ་གཟན་སྐུ་གཟན་རིལ་རིལ་ཆོ་འདུ་བ་ས་འདེབས་ཡོད་ད་ཞུ། ད་ཁོ་རང་གི་ངོ་ལེན་བྱེད་ཀྱི་འདུག་བ་ད་ཁ་ཤས་ཀྱིས་ཡང་སྐད་ཆ་བཤད་སྟངས་ཡག་པོ་ཡོད་མ་རེད་སྐད་བདེ་ཤོ་དང་སྨད་བདེ་ཤོ་དང་ལ་ཡི་སྐད་བཤད་སྟངས་བྱོས་དང། འདི་འདྲའི་ཅིག་མཐོང་པ་ཡིན་ན་ཡང་ཁྱེད་རང་གིས་ཀ་མེད་འདི་འདྲའི་གནང་སོང་བ་ས་འདེབས་ཡོད་ད་ཟེར་ལབ་བ། ད་འདི་གོང་ད་ཡར་ཚོགས་འདི་ག་ལ་ད་བཅོས་བུན་འདྲ་འདི་ཡར་ལངས་ཟེར་ཞུས་བ་རེད། ངས་ད་ཅིག་ཁོང་ལ་ས་འདེབས་ཞུས་པ་ཡིན་ཁོང་གིས་ཀ་མེད་འདི་འདྲའི་གནང་སོང་སྐད་སྨད་སོགས་བེད་སྤྱོད་བཏང་སོང་ས་འདེབས་ཞུས་པ་ཡིན་ཁོས་ངོ་ལེན་བྱས་སོང་ཟེར་ན་ལྟས་ངེས་པ་བྱུང་བ་ཡོད་རེད། ངོ་ལས་ཆེས་དམའ་སོ་སེང་ངེ་པ་ཆེ། ད་ཡང་ནས་ངས་ཀོ་ད་ཅི་ནམ་ས་ཆོས་དང་འབྲེལ་གི་མི་འདུག་སེང་རིག་རིག་ཆོས་བཞགས། ས་འདེབས་ཞུས་པ་ཡིས་ངོ་ལས་གནང་སོ་སེང་ངེ་ད་གང་ལྟར་བྱས་མང་ལྟར་བྱས་ད་འདི་ས་འདེབས་དུས་ངས་ལབ་སོང་བ། གདན་ས་གཞན་དག་ལ་ཡོད་མ་རེད་དགོན་པ་གཞན་དག་དགོན་པ་གཞན་དག་ལ་ཡོད་མ་རེད་དེ་བཀའ་བརྒྱུད་ཀྱི་རུམ་དེ་དགོན་པ་ལ་གཅིག་པུ་ཡོད་ནས་སྙེ་མ་ང་ཡོད་པའི་སྐབས་ལ་བོད་པའི་རྒྱལ་བ་ཀརྨ་པ་སྐུ་འདྲེན་བཅུ་དྲུག་པ་ཆེན་པོ་ཞེས་ཞུས་པའི་སྐབས་ལ་ཡོད་རེད།

དུག་ལོག་གོང་ཐང་ཡིན་ད་ནས་རེད་ཀི་ལི་ཤེས་ཐང་ཡིན་ད་ནས་ཏི་པེ་ཏི་བཟང་སྤྱོད་ཡོང་ངོ་ཚེ་ཐུ་བུ་ལི་ཡ་འགྲོ་ཐུབ་ཡག་གི་དེ་འདྲས་ཀྱི་དགོངས་པ་བཞེས་ཀྱི་གསར་འདེབས་བཙུགས་ན་ཡག་དེ་ང་དེ་འདྲས་ཀྱི་དཔེ་རྩ་ཆེན་པོ་ཞིག་མཐོང་སོང་བསམ་བློ་ལ་འཁོར་སོང་ད་དེ་འདྲས་ཀྱི་འདི་ག་ལ་ད་དུས་རྒྱུན་དུ་ནས་ད་དཔེ་རྒྱལ་བ་ཀརྨ་པ་སྐུ་འདྲས་བཅུ་དྲུག་པ་ཆེན་པོ་བཞེས་བཞུད་པའི་སྐབས་དེ་ལ་མཚམས་མཚམས་ང་ད་མང་ཆེ་བས་དཔེ་མང་པོ་བསྐུངས་གནང་གི་རེད་བདུན་ཕྲག་དུ་འདྲ་གཅིག་ལ་ཡང་ཧབ་སྒྲ་གཅིག་ལས་འདྲ་བ་ཉི་མ་བདུན། དུ་འདྲ་གཅིག་ལ་ཡང་ང་ཉི་མ་གསུམ་ཤེས་སུ་ང་ཡང་སྐོང་ན་འདི་རེད་བོང་སྟག་ད་དུ་སོས་སམ་བཏང་པ་ཡིན་ན་རྒྱལ་པ་དགུ་པ་དགུ་ཚེ་ཆེ་ཁག་འདི་འདྲའི་ལྕི་པ་ར་ལ་ནག་འུན་པ་ར་ལ་ང་སྐོང་ན་འདི་རེད་སོས་བོན་གཅིག་བཏང་ན་འདི་རེད་ང་སྐོང་ན་ཞེས་ང་ཡང་འགྲོ་བ་རེད་དུ་འདྲ་ལ་ཐེ་གསུམ་ཞེས་རེད་ང་རྟག་པ་རེད་ཞེས་རེད། ཡང་སྐོང་ན་ཅི་བྱབས་ཞེས་སངས་རྒྱས་སྐོང། བཞུགས་ཁྲི་གང་ལ་བཞུགས་གནང་གི་མ་ལྟ། དཔེ་ས་གང་ལ་བཞུགས་ཅེས་བྷ་གའི་རྟ་ས་དེ་གང་ལ་རྟ་སྤང་ལས་ར་བ་སྤང་ལས་རི་དེ་གང་ལ་བྷ་གའི་བུ་སྟན་བཏིང་ན་ཞེས་བྷ་ར་ད་ལྟ་རུང་སྟེ་སྒོམ་པ་ལ་བསླབ་རང་གསར་བ་ཡི་སྒང་ལ་དེ་ལིངྒ་གླིང་ག་ཟེར། ཨོང་དེ་ན་བཞུགས་བྱས། ཨ་ནི་བྷ་དེ་ན་བུ་ན་དེ་གཟིམས་གནང་གི་མ་ལ་ཡར་ཙོག་ཙོག་བཞུགས་གནང་ཞེས།

ད་བྱམས་སྐྱོང་ཧ་ལས་པ་གནང་གི་རེད་ད། དེ་འདྲའི་གཅིག་གི་བསམ་བློ་ཞིག་བཏང་ཡོད་ཚེ། བསམ་བློ་གཉིས་པ་དེ་ག་རེད་ཟེར་ན། ད་ང་སྔོན་ཞུས་སོང་ངས་ཀ་ད་ཀ་ཁ་ཁ་ང་བྱང་ཤིང་ལ་རྒྱང་རེད། དབུ་ཆེན་ད་ར་མགོ་ལ་མགོ་ཟེར་ད་ཡ་ད་ཡ་ད་ར་ད་ཟེར་ད་ཙག་མ་ཀ་ཡ་ཀ་ང་ཙག་ན།

ཁོང་གི་རྒྱན་གྱི་བཞུགས་ས་དང། སངས་རྒྱས་ཁོང་གི་བཞུགས་ས་དེ་འགྲམ་འགྲམ་ན་རེད་ད་སེ་བོད་ར་བ་འགྲམ་ལ་བཞུགས་དགོས་རུང་ང་ནི་ང་ཡི་གེ་སྦྱང་ས་ས་སྟེང་གི་ལ་སྦྱང་འདི་འདི་ག་ལ་ད་ང་རང་གི་ནོར་འཁྲུལ་བྱས་པའི་དབང་གིས་ད་རྒྱན་གྱི་དབྱི་བསླབ་བྱ་བ་ནང་བཞིན་མ་བྲིས་པར་ཆེ་དཀའ་གི་སྒོ་དེ་ཚོ་ཅོག་ཅོག་བྲིས་རྐང་པ་དེ་ཚོ་ཅོག་ཅོག་བྲིས་ཏེ་རྒྱན་དགོངས་པ་ཚུགས་ང་ལ་ཤར་ནང་ནས་མང་པོ་ཡོད་རེད་ཉི་ཟླ་དང། རྒྱན་དཔལ་དགོངས་པ་ཚུགས་པོ་ཡོད་རེད་རྒྱན་ཁམས་པ་རེད་རེད་བ།

བྱམས་སྐྱོང་གི་ཐུགས་བརྩེ་བའི་སྒོ་ནས་འདི་འདྲའི་ཅིག་ཨོ་ལ་ཡ་ཤུ་ཤུ་བཏང་ན་ངས་དགོད་དེ་ད་ངུ་མ་ངུ་མ་དྲིས་དྲིས་ཡི་གེ་ཡག་པོ་སྦྱངས་ཡི་གེ་ཡག་པོ་སྦྱངས་ཁྱེད་རང་མ་འོངས་པ་ལ་ངས་དྲུང་ངུ་དྲུང་ཡིག་ཆེན་པོ་བྱ་བར་དཀའ་གསུངས་ན་འདོད་ད་ང་ལ་འདི་འདྲའི་ཅིག་བསོད་ནམས་ག་བ་ཡོད་བཟོད་པ་ཨི་ན་ཡ། ཀུན་ནས་བྱམས་སྐྱོང་གི་ཐུགས་བརྩེ་བ་ཆེན་པོ་སྒོ་ནས་བྱམས་སྐྱོང་གནང་ཤོག་ཨ་དྲན་གི་དུས་ད་ལྟ་ཡིན་དངོས་གནས་དུས་ད་ལྟ་ཡིན་ང་མིག་བཙུམ་འདུག་དེ་ཡང་འདི་ག་ལ་ཁོང་གི་ཞལ་རས་དེ་ལྷ་ད་ལྟ་ཅིག་མཇལ་ཡོང་གི་འདུག། བཀའ་དྲིན་ཆེན་པོ་ཡིན་པ། དངོས་གནས་དུས་རྟག་ཏུ་ང་རང་ང་རང་དུས་ཚོད་སྟོང་པ་ཆུང་འདི་ལས་སུམ་རྟགས་འདི་ཡོད་རེད་བ། སོ་སོ་ལས་འགན་རེད་བ་བཀའ་དྲིན་རྗེས་དྲིན་ཆེ་བོར་བ་བཅབས་བཞེས་རེད་བ། ད་དེ་འདྲའི་ཅིག་བྱམས་ཆོས་གནང་ཞུ་གནང་རེ་བ་དེ་འདྲའི་ཅིག་བསམ་བཏང་ཞིག་ད་དེ་འདྲའི་ཅིག་ད་ངས་རྒྱས་པ་ཞུས་ཡོད་མ་རེད་རྒྱས་པ་ཞུས་ན་ད་མང་པོ་ཡོད་རེད་ཆུ་ཚོད་གཉིས་གཅིག་འགོར་ལ་སོ་ད་ངས་དོག་ཐུན་གཉིས་གཅིག་ལ་བསམ་བཏང་ཞེས་དེ་འདྲའི་ཞུས་བ་དེ་འདྲའི་ཅིག་བསམ་བཏང་ཞེས་ད་དངོས་གནས་དྲན་ནས་ད་ང། དངོས་གནས་དབུས་འོས་བསྡུ་ཡི་སྒྲིག་གཞི་ལྟར་དངོས་གནས་དྲ་གནས་ཚང་འདུག་ན་ང་དངོས་གནས་ད་བཀའ་བཅུ་ཆུ་ཐིག་ལ་ལང་གི་ཡིན་གསལ་ཏེ་ད་ང་ང་རང་ངོ་ནས་དམ་བཅའ་བརྟན་པོ་ཡིན་ལང་དགོས་ཡ་གི་རྒྱུ་མཚན་དེ་འདི་རེད་ད་གལ་སྲིད་ང་རང་གི་ལས་འགན་དེ་ང་རང་གི་བྱེད་པར་ང་དོན་གི་ཡིན་ང་ལང་གི་ཡིན་བཀའ་བཅུ་ཆུ་ཐིག་ལ་ལང་གི་ཡིན་གསལ་ཏེ་ང་རང་གི་ལས་དོན་དེ་ང་རང་གི་བྱེད་པར།

འཕངས་པ་ཡིན་ན། ཁྱེད་ཚོས་ང་རང་ལ་ཡར་བཀའ་བརྒྱུད་ཀྱི་སྤྱི་འཐུས་ཀྱི་ད་རྣམ་པ་བརྩི་དགོས་འོས་འཕངས་ཚེ་ང་ལ་རྒྱས་པ་ཡིན་ན་ང་ད་བོད་མི་མང་གི་སྤྱི་འཐུས་ནང་ན་སླེབས་པ་ཡིན་ན། ངས་དངོས་གནས་དྲན་ནས་ད་བསམ་བློ་ན་ག་རེ་ཡོད་ཟེར་ན་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་རྟགས། ཚང་མ་དེ་ནི་ཞུ་ཐུབ་མ་རེད་ང་མི་ཕལ་པ་ཅིག་གིས་ག་བར་ཞུ་ཐུབ་པ་རེད་རེད་བ། ད་ཡིན་ན་ཡང་བཀའ་དྲིན་རྗེས་དྲན་ཆུང་ཙམ་ཅིག་རེད་བ། མེ་ཏོག་གི་མཆོད་པ་ཆུང་ཆུང་ཅིག་མ་གཏོགས་མེ་ཏོག་ཆུང་ཆུང་ཅིག་མ་གཏོགས་ཕུལ་མ་ཐུབ་ན་ངས་འདི་འདྲས་ཅིག་ཕུལ་ཐུབ་པ་ངས་བྱེད་ཀྱི་ཡ་བྱེད་ཐུབ་ཀྱི་རེད་ཟེར་བཞིན་ང་སེམས་པ་ན་སླེབས་སོང། རེད་བ། ད་དེ་ནས་བཟུང་འདི་འདྲས་ཅིག་ཐུག་སྐབས་རག་པ་ཡིན་ན་འདི་གཅིག་པུ་མ་རེད་ངས་ཀརྨ་བཀའ་བརྒྱུད་ཀྱི། སྐུ་འཕྲེང་རིམ་བྱོན་གྱི་ལྟར་སྐུ་འཕྲེང་བཅུ་བདུན་པ་ཆེན་པོ་བར་དོ། དངོས་གནས་ངའི་མཚན་ལ་མ་གནོད་པ་དང་ཁོང་རྣམ་པ་ཚོ་གི་ཞབས་ལ་ཞབས་འཐེན་ཡ་གི་ལས་ཀ་དེ་འདྲ་ངས་མི་བྱེད་ཨ་ཟེར་ཡ་བྱེད། ཁོང་ཁོང་རྣམ་པ་ཚོ་ཐུགས་ཕམ་གྱི་ང་ཡ་དང་ཁོང་རྣམ་པ་ཚོ་དངོས་ཤུགས་གང་རུང་ལ་ཡ་མཚན་མོ་འགྲོ་ཡ་གི་ངའི་སྐད་ཆ་དང་ལས་ཀ་དེ་མ་ངས་མ་བྱེད་ཨ་ཟེར། བྱེད་ངས་བྱེད་གི་མ་རེད་ཟེར་མ་བྱེད་ཨ། བྱེད་ཀྱི་མེད། བྱེད་ཀྱི་མ་རེད་ཟེར་ཡ་དེ་ང་རང་ལ་དམ་བཅའ་བརྟན་པོ་ཞིག་རྙེད་ཀྱི་འདུག་ད་གལ་སྲིད་ང་རྣམ་པ་ཚོ་གི་རྒྱབ་སྐྱོར་གནང་བཞིན་ཡར་སླེབས་པ་ཡིན་ན་ད་ནི་ང་རང་གི་གཙོ་བོ་རྩ་བའི་བླ་མ་དང་རྒྱལ་བ་ཀརྨ་པ་སྐུ་མདུན་བཅུ་དྲུག་པ་ཆེན་པོ་མཆོག་ལ་ཡར་ངས་བཀའ་དྲིན་རྗེས་དྲན་གྱི་ལས་ཀ་ཆུང་ཆུང་ཅིག། དངོས་གནས་དུས་སྐབས་ཀྱི་ར་རེ་ངས་བྱེད་ཐུབ་ཨ་ཟེར་ངས་བྱེད་ཀྱིན་ཡ་ཟེར་གྱིས་ང་རང་སེམས་པ་བརྟན་པོ་ཅིག་སླེབས་ཡོད། འདི་གི་རྒྱུ་མཚན་གཅིག་ལ་བརྟེན་ནས་ཨ་ནི་ང་ད་ལན་གོ་སྐབས་དེ་གླེང་རྗེས་ཨ་ནི་ང་ཁྱོད་ཚོའི་སྤྱི་འཐུས་ག་ས་བཀའ་བརྒྱུད་སྤྱི་འཐུས་ལངས་ཀྱིན་ཟེར་ཏེ་ཨ་དམ་བཅའ་བརྟན་པོ་ཡིན་ད་དྲི་བ་དྲི་མཁན་ཟུར་དེ་མང་པོ་ཞིག་འདུག་ཨ་ད་རྣམ་པ་ཚོ་ངས YouTube འདི་ནང་ལ་བཀའ་མོལ་གསན་རྗེས་ངས་ག་ཞིག་སྐད་ཆ་དེ་གསན་རྗེས་དགོངས་དག་གསན་རྗེས་ཨ་ནི་རྣམ་པ་ཚོ་གིས།

ང་རང་ཚོ་གི་ཕྱི་དེ་ཡང་ག་རེ་གསུང་གོ་རེད། དཔེར་ན་རྒྱ་རོམ་ཚེ་གི་བཀའ་སློབ་ཇི་སྙེད་སྙེ་མ་ལུང་དྲངས་ད་ལྟ་སྐབས་སུ་བ་ལུང་དྲངས་བཤད་པ་ཡིན་ན་ད་དུས་ཚོད་ཞེ་དྲག་འགོར་མ་པ་བྱས་སྙེ་མ་རྒྱ་རོམ་ཚེ་གི་དུས་སྐབས་བཟང་བའི་སྐོར་ལ་བོད་ནང་ལ་ཡ་ཨ་ནེ་བོད་ཆོ་ག་གསུམ་གཅིག་འབྲེལ་དུ་གནས་ཐུ་ཡ་དེ་བོད་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་ལ་བརྟེན་ནས་གནས་གནས་དགོས་ད་ཡེས།

ཨ། ཁོས་ངའི་ཕ་ཡུལ་གཅིག་པར་ཁོ་རྒྱབ་སྐྱོར་བྱེད་ཀྱི་མི་འདུག་ང་ཁོ་ཁོ་དང་གཅིག་པ་ཡིན་ཕ་ཡུལ་གཅིག་པ་ཡིན་ངས་ཁོ་ལ་རོགས་པ་བྱེད་པ་གཅིག་ཨ་ང་ཁོ་རྐུབ་ལ་འགྲོ་ང་ཚོ་ཕ་ཡུལ་གཅིག་པ་ཡིན་ཟེར་ཅིག་དཔལ་གྱི་ཆབ་སྲིད་ནག་པོ་ཅིག་གམ་ཀུན་སློང་ངན་པ་ཅིག་གམ་ལ་འགྲོ་ཅིག་དཔལ་ང་ཚོ་ལ་ཕན་ཐོགས་ཡག་དེ་ཡག་ཡོང་གི་འོག་མ་རེད། ཁ་ཚང་ཁྲིམས་འཆར་དེ་ང་རང་ཚོ་མ་འོངས་པ་ལ་ཕན་ཐོགས་ཡག་རེད་མ་གཏོགས་གནོད་སྐྱེལ་ཡག་ག་ཡི་མ་རེད་པ། དེ་ཡིན་དེ་ཁ་བདུན་ཁྲི་ཡར་འགྲོ་ཐུབ་པོ་རང་མ་རེད་དཔེར་ན་ངས་བཞག་པ་ཡིན་ན་སྤྲང་པོ་གསུམ་བཞག་ཞེས་བྱུང་བ་སྤྲང་པོ་ང་རང་ཚོ་བལ་བོའི་སྤྱི་ཚོགས་ནང་རྡོ་རྡོའི་ནང་ན་སྤྲང་པོ་གཅིག་རྡོ་སྨན་ནང་ན་སྤྲང་པོ་གཅིག་དབུ་གཙང་ན་སྤྲང་པོ་གཅིག་ད་ང་དབུ་གཙང་གཅིག་ཡིན་པའི་ཆ་ནས་ང་ལ་དཔེ་བཞག་གི་ཡོད་ད་ང་ལ་རྒྱུ་ནོར་ལོངས་སྤྱོད་ཧ་ལས་པ་ཡག་པོ་ཡོད་རེད་ངའི་བདུན་ཚོ་གསུམ་ཀ་ངས་ལྟ་རྟོག་བྱས་ཐོག་ཡག་གི་ང་ལ་རྒྱུ་ནོར་ལོངས་སྤྱོད་གདེང་སྤོབས་ཧ་ལས་པ་ཡོད་རེད། ཡིན་ན་ཡང་ངས་ཁོ་ཚོ་གཉིས་ལ་རོགས་པ་མ་བྱས་ཤིང་དབུ་གཙང་ཡིན་པའི་ཆ་ནས་དབུ་གཙང་གཅིག་པུ་ལ་ངས་རོགས་པ་བྱེད་ཁུག་ཁུག་བྲིས་ཁོ་ལ་བཟའ་ཡག་བཏུང་ཡག་གོན་ཡག་ཚང་མ་སྤྲད་གཞན་དག་གཉིས་ད་ཤི་ན་ཤི་ལྟོགས་ལྟོགས་ཤི་ཐེབས་ན་ཤི་ར་ཤི་ག་རེ་བྱེད་ན་བྱེད་ཟེར། ཁོ་ང་ཚོ་གཅིག་པ་མ་རེད་དབུ་གཙང་གཅིག་པ་མ་རེད་ལོག་ཁ་རེད་ཟེར་བསམ་བཏང་པ་ཡིན་ན། འགྲིག་གི་ཡོད་རེད་མོད། འགྲིག་གི་ཡོད་མ་རེད་དེ་དག་སྤྲད་བཞིན་ཚང་མ་ང་ཚོ་ནོར་བ་རེད། སྤྱི་བཏང་ན་ང་ཚོ་ནང་ནང་པ་སངས་རྒྱས་པ་གཟིགས་གོ་རེད། ང་རང་ཚོ་དགེ་སྡིག་སྤང་བླང་བྱེད་མཁན་གྲངས་རེད།

ད་ང་སྐབས་ཀྱི་སྙིང་པོ་འདི་ཞུ་ས་འདི་ན་ཞུ་ཁོ་ལ་དབུ་གཙང་དེ་ལ་ཁ་ལག་སྤྲད་ལྟོ་སྤྲད་བཀོད་སྐོམ་པའི་སྡུག་བསྔལ་སེལ་ཐུབ་ཡོད་རེད་ཨ་ནི་ལྟོགས་པའི་སྡུག་བསྔལ་དེ་སེལ་ཐུབ་ཡོད་རེད་ཨ་ནི་གོན་ཡག་གི་སྡུག་བསྔལ་དེ་ད་སེལ་ཐུབ་ཡོད་རེད་ངས་ཁོ་ལ་སྦྱིན་པ་དང་རོགས་པ་བྱས་རེད་གཞན་དག་གཉིས་ལ་ངས་ཡ་མེད་བཏང་རེད་ད་ཆོས་ཆོས་ཀྱི་ངོ་ནས་བསམ་བཏང་པ་ནས་ཁོ་ལ་རོགས་པ་བྱས་པ་དེ་ངས་ཕན་ཐོགས་ཡོད་རེད་ཟེར་ན་ཕན་ཐོགས་ཡོད་རེད་དགེ་བ་ས་ཡོད་རེད་ཟེར་དགེ་བའི་ས་ཡོད་རེད་ཡིན་ན་ཡང་ཀུན་སློང་ངན་པ་བསམ་བློ་ངན་པའི་དབང་གིས། མི་གཅིག་ལ་སོ་སོ་ཕ་ཡུལ་གཅིག་པ་བསམ་སྟངས་ཀྱི་ཕན་ཐོགས་རེད་དེ། ཞེ་དྲག་གཉིས་དེ་ཡ་མེད་བཏང་བཞག་པ་ཕ་ཡུལ་གཅིག་པ་མ་རེད་ཟེར་ཡོད་ན་ཞེན་མགོ་ནག་པོ་དེ་ཁོང་ཁྲོ་དང་ང་རྒྱལ་གྱི་ཞེན་མགོ་ནག་པོ་དེ་གི་དབང་གིས་ཁོ་གཉིས་ལ་ཡ་མེད་བཏང་བཞག་རེད། ད་ལེགས་དཀར་ནག་གཉིས་ཀྱི་བསམ་སྟངས་པ་ཡིན་ན། ག་གི་མ་ང་ས་དོ། དཀར་པོ་མ་ང་ས་དོ་ནག་པོ་མ་ང་ས་དོ། རུ་བ་ང་ཚོ་ནང་པ་སངས་རྒྱས་པ་རུ་བ། རྒྱལ་བ་ཐམས་ཅད་བསླང་བར་བྱ་སྡིག་པ་ཐམས་ཅད་སྤོང་བར་བྱ་སེང་གེ་བྲང་འདི་རུ་བ་འདི་གང་རུང་གི་རུ་བ་ད་འགྲིག་གི་འདུག་བས་ང་ཚོ་ལས་ཀ་བྱེད་ན་འགྲིག་གི་འདུག་བས། འདི་ཚང་མ་ག་འདྲས་སུ་ཡིན་སྐོར་ཞལ་མགོ། ང་དང་ང་ཚོ་ཁྱོད་དང་ཁྱོད་ཚོ་ཟེར་ནས་ཞལ་མགོ་ནག་པོ་དེ་གོ་ལ་འདི་ནི་ཁོང་ཁྲོ་ང་རྒྱལ་གྱི་དབང་གིས་འདུག་ད་གྲོ་ཚོ་ནང་མཐོང་གི་འདུག་བ་ཚང་མ་འདི་རེད་དེ་གིས་ང་ཚོ་ཆབ་སྲིད་གྲོ་ཚོ་ནང་ནམ་ཞི་བྱེད་ང་འདི་ཚང་མ་ཆབ་སྲིད་མི་སྣ་རེད། ད་ཆབ་སྲིད་ཀྱི་སྔོན་ནས་ཐུགས་ཤོ་སྒྲུག་གི་འདུག་དང་མི་འདུག་དཔྱད་པ་གནང་རོགས་བྱེད། འདི་ཡིན་འདི་སྐད་ཁ་ཚ་ངས་དོན་ཡག་དེ་འདི་དོན་འབར། ད་ང་ཚོ་ཆོས་སྤྱོད་ཆོས་བརྒྱུད་འདུས་པ་རྣམ་པ་ཚོ་གི་ལས་ལས་འགན་གཙོ་བོ་དེ་དགོན་པ་ན་བཞུགས་དང་གདན་ས་ན་བཞུགས་བསླབ་པ་སློབ་གཉེར་བཞུགས་ཨ་ནེ། དགེ་ཕྲུག་གསར་པ་གསར་སྦྱོང་བྱེད་སངས་རྒྱས་ཀྱི་བསྟན་པ་ལ་ཕན་ཡག་གི་ཏུ་འཚམས་མཉམ་དུ་བྱེད་གི་ན་སྒྲུབ་པ་མཉམ་ལས་བྱེད་གི་ཡིན་ན་གྲ་ཚང་ལ་ཞབས་ཕྱི་ཞུ་གི་ན་དེ་དགེ་འདུན་པ་རྣམ་པ་ཚོ་གི་ཕྱག་ལས་རེད་ཆབ་སྲིད་ནང་ལ་ད་ང་ཚོ་མི་སྐྱ་དེ་ཚོ་ཡག་ཡོང་ཆེད་བློ་ཟུར་ནས་གཙོ་བོ་དེ་ག་རེ་དགོས་རེད་ཟེར་ན་རྒྱ་བ་རུམ་གཅིག་གི་བཀའ་དྲིན་ཆེན་པོ་ཡིན་པ་ཚེ་བདེ་ཆེན་གཉིས་ཀྱི་སྐྱབས་མགོན་ཡིན་པ་འདི་འདྲས་ཀྱི་བསམ་བློ་བློ་ཟུར་ནས་ནས་ཁྱི་བྱེད་རེ་བ་དཀའ་བཞི་ལ་ཤར་ནས་གཤག་བཅོས་བྱས་ནས་གྲོང་སྐད་ཅིག་སྐུ་རླུང་ཡག་པོ་ཅིག་གོ་རེ་གཉིས་ནས་བོད་ཡིག་ཡག་པོ་ཅིག་གོ་རེ་བོད་སྐད་ཡག་པོ་ཤེས་པ་ཅིག་གོ་རེ་དེ་འདྲ་ཅིག་ཡོད་ན། བོད་མི་མང་སྤྱི་འཐུས་ལ་ལངས་ཡག་གི་བརྒྱ་ཆ་ཚང་མ་ཚང་དོན། དེང་དུས་ཀྱི་སློབ་སྤྱོད་ཡོད་ན་རྩེ་གྲ་རེ་མེད་ན་ཨོ་ཁེ་འགྲིག་གི་རེད། དེ་འདྲ་ཅིག་ད་ངས་བསམ་བློ་བཏང་བྱས་ཤོད་དང་སྲིད་གཉིས་ཐ་དད་གོ་འདུག་གོ་འདུག་གོ་འདུག་གོ་འདུག་ཟེར་ཁ་ཙམ་བཅད་ཀྱི་མ་བཤད་པ་བྱས་ད་སོ་སོ་ཡར་དོན་གོ། ངས་ལང་ཀ་བཏོན་སོང་བ་ངས་འགོ་བཙུགས་སོང་བ། ད་ང་བཀའ་ཆོས་སྤྱི་འཐུས་ལ་ལངས་ཀྱི་ཡིན་ཟེར་ལངས་དགོས་ཡ་དགོས་པ་རྒྱུ་མཚན་ངས་ཤེས་པ་རེད། གཙོ་བོ་དེ་ང་རང་ཚོ་གི་འོས་བསྡུ་ལས་ཀྱི་སྒྲིག་གཞི་དང་ལངས་ཡ་ལ་རྒྱུ་ཆེན་ཚང་དགོས་རེད་བརྒྱད་དགུ་ཚིག་བཅུ་ཚིག་ཡོད་པ་ཡོད་དེ་ཚང་འདུག་ན་ཨ་ནི་ཨོ་ཁེ། དེ་ཆ་དེ་རེད། དེ་ནས་ལངས་དགོས་རེད། ད་ཆོས་ཆོས་སྤྱི་འཐུས་ལས་ལ་ཕན་ཡོད་དེ་ག་ད་ཐུ་ལུ་རྒྱལ་དང་གླང་དམར་དགུ་རུབ་ལས་སོ་ཇག་པ་དགུ་རུབ་ལས་སོ་དེ་འདྲ་འཚེ་མེད་ཞུས་བསྡད་ན། སོ་སོ་སོ་སོ། སྡུག་བསྔལ་གྱི། ཁ་ཚ། ལས་ལ་ཡ། ཕུང་ཡ་བཅས་པོ་རེད། ད་དེ་འདྲས་ཆེས་མང་ཡོང་བ་བྱེད་དགོས། དེ་འདྲས་ཕ་དཀའ་ཡ་བྱེད་དོ། ད་ང་ཚོའི་འདྲ་པོ་དེ་འདྲས་ཡ་ལང་དགོས་རེད། གལ་སྲིད་ང་ཕིབས་མི་ཕལ་པ་ཞིག་གི་མགོ་ལོག་བཙལ་བ་ཡིན་ན། དགེ་འདུན་པ་ཡི་མགོ་ལོག་བཙལ་ཟིག་མ། ད་སྐར་མ་བསྟན་པ་དེ་ཞང་མགོ་ཞང་མགོ་གོང་མགོ་གོང་མགོ་རེད་བཤད། ཆེས་ལས་ཀ་ཡག་པོ་བྱེད་ཤེས་ཀྱི་མི་འདུག་སྐད་ཆ་ཤེས་དང་ཤེས་མི་འདུག་ཟེར་ང་སྒེར་ལ་གླེང་རེད་མ་གཏོགས་དགེ་འདུན་པ་ལ་གླེང་མ་རུང་བ། ཨོ་ཁེ། དེའི་དོན་ང་ཚོ་ནང་པ་སངས་རྒྱས་པ་སི་ཏི་ཀ་ལ་བསམ་བློ་བཏང་སྟངས་དེ་ཞལ་གཡུ་རྒྱག་རུང་གཅིག་ག་དུང་སུང་དང་རྣམ་དཔྱོད་བེད་སྤྱོད་དང་རྣམ་དཔྱོད་བེད་སྤྱོད་དང་ཀླད་པ་དཀྲུག་དཀྲུག་བཏང་སོང་ན་དགོས་རེད་སེམས་པ་ལས་གཞན་པའི་ཀླད་པ་ཅིག་ཡོད་རོགས་དེ་དཀྲུག་དཀྲུག་བཏང་སོང་ན་དགོས་རེད་བ། དེ་འདྲའི་ཞིག་བསམ་བཏང་ཞིག་གཏམ་ང་ཚོས་ལངས་དགོས་རེད། ངས་ལམ་ཁ་སྟོན་ཚར་ད་ངས་དང་དུ་ལངས་ཚར་རེད་གཏམ་ལངས།

གནའ་སྔ་མོ་དུས་རབས་དེ་ལ་ཡང་དེ་ཀུན་སྤྱོད་གསུམ། མདོ་སྟོད་མདོ་སྨད་དབུ་ཚང་ཟེར་དེ་ཆོ་ག་གསུམ་ལ་ཡང་དེ་ཡོད་མ་རེད། ཕྱིས་སུ་དུས་རབས་ག་ཚོད་ཡིན་ཅིག་ལ་སོག་པོ་གི་བོད་དབང་དུ་འགྱུར་ཚར་བའི་རྗེས་ལ་ཨ་ནི། སོག་པོ་གི་མདོ་སྟོད་མདོ་སྨད་དབུ་ཚང་ཟེར་ད་བོད་རྒྱལ་ཁབ་དེ་ཆེན་པོ་ཡིན་ཙང་མི་ཉུང་ཉུང་ཡིན་ན་ས་སྐྱ་རྒྱལ་ཁབ་དེ་ཆེན་པོ་ཡིན་ཙང་ཁོང་ཚོའི་གི་ཀོམ་གྲོལ་གི་འོ་ལ་ཡག་པོ་ལས་སླ་པོ་ཡོང་ཡ་བྱེད་དོ། བསྟན་འཛིན་གྱི་བྱས་ཡག་གི་ལས་ལ་མགོ་ཡོང་ཡ་ཆེ་ན་འདོད་འདོད་པ་འདོད་སྨྲས་པ་འུ་གཙང་པ་ཟེར་དེ་འདྲས་བཞག་བཞག་རེད་མ་གཏོགས་སྙན་མ་ཡོད་མ་རེད་གསུངས་གནང་འདུག་དེ་ངས་དེབ་བློ་ནས་ལབ་གི་ཡོད་མར་དང་གང་བསམ་བཏང་ནས་ལབ་གི་ཡོད་མར་ལུགས་རྒྱུད་ལ་དཔྱད་པ་བྱེད་ནས་ལབ་གི་ཡོད་མ་རེད། དཔལ་རྒྱལ་བ་ཀརྨ་པ་སྐུ་མགྲོན་བཅུ་བདུན་པ་ཆེན་པོ་མཆོག་གིས་སངས་རྒྱས་ཁོང་གིས་མི་མང་ལ་དུས་ནས་དུས་དུ་བོད་མི་མང་མི་མང་ལ་ཡ་དུས་ནས་དུས་དུ་བཀའ་སློབ་ཕེབས་བསྡད་ཀྱི་འདུག་བ་དེ་འདྲས་ཀྱི་བཀའ་སློབ་ཕེབས། དེ་རྣམ་པ་ཚོ་གསན་ཡོད་དགོས་རེད། དེ་ཡིན་དུས་སྐབས་ང་ཚོ་ཆོལ་ཁ་ཆོས་ཚུལ་གྱི་ག་རེ་བྱེད་བཞིན་ཆོལ་ཁ་གི་ཐོག་ནས་ག་རེ་བྱེད་མགོ་ཁེག་གོ་རུང། སྤྱི་བཏང་ནས་བསམ་བློ་རྒྱ་ཆེན་པོ་བཏང་མ་ཐུབ་ན་ང་སེམས་ཅན་གྱི་ཡིན་ཟེར། སེམས་ཅན་གྱི་ནང་ནས་མི་རིགས་ཀྱི་ཡིན་བོད་མི་རིགས་ཨ་ཁ་ཚ་མིའི་རིགས་ཀྱི་ཡིན་ཟེར། འདི་སྔགས་ལ་ཡི་དྭགས་མིན་ནས་བོད་མི་རིགས་ཀྱི་ཡིན་ཟེར་དེ་རྒྱ་རོམ་ཅིག་གི་དུག་ཤིང་ལས་རྒྱལ་བའི་མི་རིགས་ཀྱི་ཡིན་ཟེར་དེ་ནས་ང་ནག་པོ་སངས་རྒྱས་པ་ཞིག་ཡིན་ཟེར། མི་ཆེན་ཡིན་བསམ་པ་ཞིག། བསམ་བློ་རྒྱ་ཆེན་པོ་བཏང་མ་ཐུབ་ན་ང་བོད་པ་མི་གཅིག་ཡིན་ཟེར་རྒྱ་གོ་རམ་ཅན་ལ་འདུ་ཤེས་ནས་སྐྱེས་པའི། སྤྱན་རས་གཟིགས་ཀྱི་འདུ་ཤེས་ནས་སྐྱེས་པའི་མི་རིགས་གཅིག་ཡིན། དེ་གཙོ་བོ་དེ་བསམ་བློ་ཞིག་ཁྱེད་ཀྱིས་སྐད་ཆ་བཤད་པ་ཡིན་ན་ལས་ཀ་བྱས་པ་ཡིན་འདི་བྱས་འོས་མ་གཏོགས་ད་ཞེད་མགོ་ནག་པོ་དེ་པད་ལྷུང་ཟེར་ད་ཅི་ངས་པད་ཤག་སོགས་མི་གསུམ་བཀྲོངས་མཁན་གསུམ་དེ་ང་རང་ཚོ་བོད་མི་རིགས་ལ་སྐྱེས་ན་སྐྱེ་སྒོ་ཆོད་ཡོད་མ་རེད་ནང་པ་སངས་རྒྱས་དཔལ་གྱི་རྗེས་འཇུག་པ་ལ་སྐྱེས་པ་ནི་སྐྱེ་སྒོ་ཆོད་ཡོད་མ་རེད།

ཐབས་དེ་ག་བར་འགྲོ་སོ། ད་ཅི་ངའི་དཔེ་གསུམ་འདི་བཞག་གོ། སྤྲང་པོ་གསུམ་གྱི་དཔེ་བཞག་སོ། དེ་འདྲ་ལྟ་བུ་ཆེས་ན་ག་བར་འགྲོ་སོ། ཏི། སོ་སོ་སོ་སོ། སོ་སོ་སོ་སོ་གི་རྐང་པ་ལ་སོ་སོ་སོ་སོ་གི་སྟ་རེ་གཞུ་ཟེར་ཡ་དེ་རེད། སོ་སོ་སོ་སོ་གིས་སོ་སོ་སོ་སོའི་གཡང་ལ་ཆོམ་ཟེར་ཡ་དེ་དེ་རེད། སོ་སོ་སོ་སོ་ལ་སོ་སོ་སོ་སོ་གི་མལ་ལ་ཟོས་ཟེར་ཡ་དེ་དེ་རེད། ཆོ་ག།

ཚང་མ་ལོག་གི་ཆོས་སྡུད་པ་རྣམ་པ་ཚང་མ་ལོག་གི་བློ་གཟུར་ནས་འདི་དཔྱད་པ་གནང་བྱས་གདོང་ལེན་གནང་བྱས་ད་མ་འོངས་པ་སྐབས་བཅོ་བརྒྱད་ལ་ཡ་སྤྱི་ཚུགས་ས་བདག་ད་བྱས། དངོས་གནས་བོད་ནང་གི་གཞིས་ལུས་མི་མང་ཚོ་ཡིན་ན་ཡ། དངོས་གནས་སེམས་པ་སྐྱིད་པོ་བྱ་ཡ་ཞེ། ད་ད་འདྲ་བྱེད་སྟངས་ལ་བལྟ་ཡོད་ན་བོད་གཞིས་ལུས་མི་མང་ཚོ་སེམས་ཤུགས་ཆག་གི་རེད་བ། ཁ་ཤས་ཀྱི་རེ་བ་བཟང་བཟང་ནས་རྒྱ་ནས་བསྡད་བསྡད་བྱོས་བསྡད་བྱོས་དངོས་གནས་ད་ནས་བོད་ནང་གཞིས་ལུས་མི་མང་དེ་ཚོ་ཁ་ཞེ་མིག་གཅུ་ཤོད་ཡ་ཉེན་ཁ་རེད་ད། ཁོ་རང་ཚོ་གི་མིག་ཆུ་ཐིགས་པ་ཅིག་ཤོར་བ་དེ་ཚོས་ཚོ་ལ་དྭགས་རི་དམར་ཐག་འདྲ་ཡི་ཞེན་ལྐོག་གི་ཁུང་དུ་ཚུད་ནས་རྐང་བཙུགས་ནས། ཡ། ཁོ་གི་འདི་རྒྱབ་སྐྱོར་བྱས་མ་སོང་ཨ། ངའི་ཕ་ཡུལ་གཅིག་པ་གི་རྒྱབ་སྐྱོར་བྱས་མ་སོང་ང་ཡི་རྒྱབ་སྐྱོར་བྱེད་ཀྱི་མེད་ང་ཡི་དགག་པ་རྒྱག་གི་ཡིན་ང་ཡི་དགག་པ་རྒྱག་གི་སོང། གཅིག་གཡང་ལ་མཆོངས་གཉིས་གཡང་ལ་མཆོངས་སོང་ན། བོད་ཤེས་རིག་མི་དམངས་ཀྱི་དགོངས་པ་བཞེས་པ་ཡིན་ན། ཐུགས་ཕམ་པ་ཡིན་ན་བོད་ནང་བཞུགས་མཁན་བོད་ཤེས་རིག་མི་དམངས་ཚོར། དངོས་གནས་མིག་ཆུ་རྐང་གཅིག་དོན་པ་ཡིན་ན། ལག་ཐལ་མོ་དང་ཁྱོད་ཚོ་ལས་རྒྱུ་འབྲས་ཐག་རག་མིག་སྟོང་ཁོག་རིལ་དང། དངོས་གནས་ད་ནས་ད་ང་དང་ང་ཤི་སེམས་པ་སྐྱོ་ན་ག་ཁུ་ཆུ་ཡོད་མ་རེད་སེམས་པ་ཕངས་ན་ག་ཡོད་མ་རེད་གཙོ་བོ་བོད་ནང་གི་བཞུགས་མཁན་བོད་ཤེས་རིག་མི་དམངས་ཚོ་གི་རེ་བ་བཟང་ས་ནས་རྒྱ་དཔེ་སེམས་ཤུགས་ལྷག་བསམ་བདེ་ཆེན་བདེ་ལྡན་ངེས་ཅིག་ད་དེ་ཚོའི་ཐང་གི་བློ་ཕམ་བྱུང་མིག་ལ་མིག་ཆུ་ཞིག་དོན་པ་ཡིན་ན་ཁྱོད་ཚོ་ལག་ད་གིན་མར་ད་ལས་ཡོད་ཧོ་ཧུ་ད་མིག་ཐུང་ལག་སེར་ལས་ཡོད་ཧོ་ཧུ་ད། དཀོན་མཆོག་ངས་དྲང་པོ་དྲང་བཤད་བཤད། ད་དེ་འདྲའི་གི་སྐབས་བཅུ་དྲུག་དང་བཅུ་བདུན་གི་སྤྱི་འཐུས་མ་ཡོང་བ་ཆེད་དུ་ད་ལྟ་ནས་ང་ཚོ་གི་གྲ་སྒྲིག་བྱེད་དགོས་ཡ་དེ་གལ་ཆེན་པོ་རེད། ངས་ཡང་ནས་ཡང་དུ་ལབ་དགོས་ཡ་དེ་རེད་འདི་ཡིན་འདི་ག་ལ་ང་དང་ང་བཞིན་དུ་ཚོ་ཁ་ནས་པགས་པ་ལབ་མ་དེ་ཡར་ལངས་ཤོག། ཐོབ་ཐང་ཡོད་རེད་ཇའོ་རུང་ཅིན་གྱི་དམངས་གཙོ་གནང་ཚར་རེད་འོས་བླུག་ཡ་ཐོབ་ཐང་ཡོད་མ་རེད་ཆོས་རྒྱུད་སྤྱི་འཐུས་ཁ་སང་ཆོས་རྒྱུད་སྤྱི་འཐུས་འོས་བླུག་ཡ་ཐོབ་ཐང་ཡོད་མ་རེད་ཡར་ལངས་ཡ་གི་ཐོབ་ཐང་འདུག་བ་གཅིག་མེད་ན་གཅིག་འདུག་བ་ཡོད་པ་དེ་བེད་སྤྱོད་བཏང་མེད་པ་ལ་ཨུ་ཚུགས་མ་བྱ་རེ་བོང་མགོ་བོ་ལ་ར་གོ་ཡོད་མ་རེད་ནམ་མཁའི་མེ་ཏོག་ཡོད་མ་རེད་ནམ་མཁའི་མེ་ཏོག་ཀོ་ཀ་འགྲོ་གི་ཟེར་ན་ལྐུག་པ་ལྐུག་པ་རེད་བ་ད་དེ། ཐོབ་ཐང་མེད་རྒྱུ་དེ་མེད་རྒྱུ་ལ་བཞག་ཤུགས་ཡོད་པ་དེ་བེད་སྤྱོད་བཏང། སྟེ་ཤུགས་རྒྱག་པ་དུང་ཟད་དེ་ང་རང་གི་སེམས་ཤུགས་ཀྱི་ཐོག་ནས་སྐད་བཤད་ཀྱི་ཡོད། ད་ལན་འདི་ལ་ངས་བཀའ་རྒྱུད་སྤྱི་འཐུས་དང་ལངས་ཀྱི་ཡིན་ཟེར་ཏེ་ང་རང་ལ་ཡང་རྒྱུ་མཚན་ཧ་ལས་པ་ཡག་པོ་འདི་ངས་རྣམ་པ་ཚོ་ལ་གསལ་བཤད་བྱས་ནས་ཞུས་ཡིན། ད

མགོ་ལོག་དེ་ནས་བཙལ་དགོས། ཀྱིས་འདི་ག་ང་ཚོ་རིག་སྐྱབས་བཅོལ་བ་ཡིས་ཁྲིམས་མེད་ལུང་མེད་ཟེར་ཡ་ཡོད་མ་ད་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་ལ་ད་ལྟ་རང་བཙན་ཡོད་ཀྱི་མི་ལས་ལྷག་ག་མེད་ན། བཅོལ་བ་ཡོད་མ་ད་ང་རང་ཚོ་གང་ལ་ཁྲིམས་ཡོད་རེད་ད། བཅའ་ཁྲིམས་དབུས་བོད་མི་སྒྲིག་འཛུགས་བཅའ་ཁྲིམས་ཡོད་རེད་ད། འདི་གི་འོག་ལ་ཡང་བཅའ་ཁྲིམས་འདི་ཁྱེད་ཀྱིས་བསམ་བློ་བཏང་ཆེད་ལས་ཀ་བྱས་པ་ཡིན་ན་ཨ་ནི་ང་རང་ཚོ་བོད་སྤྱི་དོན་ལ་ཐུགས་ཤོ་འགྲོ་གི་མ་རེད། འདི་ཡིན་འདི་ག་ད་ག་དུས་ན་ད་ང་རང་གི་དབུས་བོད་ལས་ཁང་གི་བཅའ་ཁྲིམས་དེ་ད་ང་རང་གི་མགོ་ཚོས་པ་ཡིན་ན་དངོས་གནས་ཚང་མེད་འདུག་ན་དེ་ནི་ང་ང་རང་ང་རང་ད་སུ་སུ་ལ་བཅའ་འཇུག་ཞུ་འོ་དོ། ང་བཀའ་བརྒྱུད་སྤྱི་འཐུས་ལང་གིན་ས་འདོག་ཏུ་ཕ་གའི་སྤྱི་སྤྱི་འཐུས་ལྷན་ཚོགས་ལ་འགྲོ་ཡས་ཡོད་མ་རུང་བ། ཕ་ནི་སུ་འོས་འཕངས་དགོས་རུང་བ་འོས་འཕངས་ཡས་ལ་ད་ང། ཞུ་དགོས་པ་ཡིན་ན་ཡང་ངས་ག་བྱེད་དེ། ད་མི་མང་པོ་གཅིག་ལ་ཡང་འགྲོ་ཞག་ཧ་ལས་པ་རྒྱབ་སྐྱོར་ཚད་མཐོ་པོ་ཐོབ་ཞག་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་འདི་དགོས་མཁོ་རེད། ང་ཚོ་ལ་ག་རེ་དགོས་མཁོ་ཡོད་པ་དེ་རྣམ་པ་ཚོ་གི་ཐུགས་སྣང་གནང་རྗེས་རྒྱ་ཆེ་རུ་གཏང་དགོས་ཡ་དེ་གལ་ཆེན་པོ་རེད། དགོས་མཁོ་མེད་ཆོས་མི་འདུག་ད་ངས་ཡང་ཆོས་མི་འདུག་ཟེར་ནས་མ་གཡོལ་བས་རེད། ད་དེ་འདྲ་ཞིག་རེད། གནས་སྐབས་བཅུ་བདུན་དང་བཅུ་དྲུག་ལས་བཅུ་བདུན་རྣམ་པ་ཚོ་ལ་བཟང་སྤྱོད་འདི་བས།

ང་རང་ཚོ་དབུས་གཙང་ཆེ་མཐོའི་རྣམ་རྒྱལ་རྫོང་ཁག་གིས་རྣམ་འགྱུར་ག་འདྲའི་སྟེང་དུ། དཔལ་ལྡན་སྲིད་སྐྱོང་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་པས་ཀྱི་དབུ་ཁྲིད་ཡོད་ནི་མེད་ནི་རེད་པ། བོད་མི་དམངས་ཀྱི་དབུ་ཁྲིད་ཡོད་ནི་མེད་ནི་ད་ལྟ་དཔལ་ལྡན་སྲིད་སྐྱོང་ཁོང་དཔོན་པོ་ཚིག་རིག་རེད་པ། སྤྱི་ཚོགས་ནང་ཡིན་ན་ཞབས་སྤྱི་ཞུས་ནས་ལོ་མང་པོ་འགྲོ་ཆོག་རེད་པ། ད་ལོ་ན་ཡིན་ལོ་ནས་ཡིན་ན་གཞི་བདག་ཚོས་རྒན་པོ་ང་ལྟས་སུ་བརྒྱན་པ་རེད་པ། ད་དེ་འདྲས་ལ་སྐད་ཆ་བཤད་སྟངས་འདི་འདྲས་རེད་པས། རྣམ་རྒྱལ་སྒྲོལ་དང་གདོང་དཀར་གྱིས། རྣམ་དཔྱོད་བསྟན་དགྲ་དེ་འདྲས་རེད་པས་ཁོ་ལོ་ཆུང་ཆུང་མ་རེད་པས། ཨ་ནི། ཀའི་བཤད་དེ་ལཱ་སི་བྷི་ཀ་ཞྭ་ཐང་ལྟ་དང། ཨ་ཙི། ཐབས་སྐྱོ་ལ། ད་ངས་སྙོམས་འདི་ཞུས་སོང་བ། རྒྱུས་ངན་པ་ལ་འབྲས་བུ་ངན་པ་མེ་ད་ཡོད་གི་མ་རེད། ཞིང་ཁ་རུབ་པ་ལ་སྟོན་དུ་བཏགས་པ་ཡིན་ན་འབྲས་བུ་རུལ་པ་མེ་ད་སྐྱེ་ཡ་ཡོད་མ་རེད། ཅིག་ང་ལ་རེ་བ་ཡོད་མ་རེད་ཁ་ཤས་ཀླད་སྟོང་ག་ཤས་ཅིག་རེ་བ་རྒྱབ་འདེགས་འདུག་བ། ད་ནུ་ཆེ་ན་བྲིས་འོང་འདུག་ཡག་པོ་རེད་ཨོ་ཁེ། ཁྱོད་རང་གི་རྣམ་དཔྱོད་རེད་ཁྱོད་རང་བེད་སྤྱོད་བཏང། ང་ང་རང་གི་རྣམ་དཔྱོད་རེད་བོད་སྤྱི་པ་ལ་ཕན་ཡག་གི་སྐད་སྐད་ཆ་བཤད་ཡག་དང་སྒྲོག་ཡག་དེ་ངའི་སྒྲུང་རེད་ཁྱོད་རང་བོད་སྤྱི་པ་ལ་གནོད་ཡག་གི་རྒྱའོ་རུམ་ཅིག་ཞབས་འཐེན་ཡག་གི་ཨ་བླ་མ་གལ་ཆེན་རྣམས་ཅིག་གི་ཞབས་འཐེན་ཡག་གི་ལས་ཀ་བསམ་བློ་ཡིན་གི་རེད་སྐུ་རླུང་བྱེད་ཁྱོད་མི་གཅིག་གི་ག་ཚོད་ཀྱི་ར་ཕར་ནས་ཀ་བ་སློག་ཐུབ་ཀྱི་འདུག་ལྟ་ཆོག་དངོས་གནས་ད་ནས་ད་ད་ལན་འུ་ཚང་མི་མང་དུ་ཅིག་ཤུགས་རྒྱག་རོགས་ལྟ་འུ་ཚང་ཀླད་སྟོང་མེད། ཨ་ང་ཚོ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་མི་འདི་ཚོ་དངོས་གནས་ད་ནི་རྒྱ་བལ་རོང་ཆེ་ཀ་བཞི་ལ་ཤར་ནས་དབུ་བ་སྤུངས་ཏེ་ཏོག་ཙ་ཆེ་ཏི་བྱེད་ནི་འགྲོ་འགས་ཀྱི་མི་ཡིན་ཡ་ཟེར་ཡ་དེ་སྟོན་དགོས་རྟ་ཅེས་དབུས་གཙང་སྤྱི་འཐུས་འོ་ཤོད་ལུག་འདི་ག་ལ་དབུས་གཙང་ཀླད་སྟོང་ཟེར་ཡ་དེ་མིང་དེ་གསུབ་དགོས་རེད་ད་ང་ལ་མེད་ཀླད་སྟོང་མེད་ང་མེད་ངས་ཀླུ་ཁར་མེད་ང་དང་པོ་ནས་ཀླུ་འདི་ག་ལུག་མེད་ངས་ག་དུས་ན་ངའི་ལག་སོགས་རྒྱ་བལ་རོང་ཆེ་ཐུགས་ཀྱི་བཀའ་དྲིན་བརྟེན་ནས།

དེ་ཡིན་དུས་ཀྱང་ང་ག་དུས་སུ་རྒྱབ་སྐྱོར་བྱས་མ་མྱོང། དེ་ཡིན་ང་དཔེ་སྐྱེལ་བོ་འདུག་ཨོ་ཁེ། ང་མི་མ་མོ་ལི་རེད་མི་འདུག་བསམ་པའི་ཕྱིར་མས་འོ་དེ་འདྲས་བྱས་ཡིན། ད་དྲི་བྱས། ང་རང་གིས་སྐད་ཆ་བཤད་དགོས་ཡ་དེ་ཞུས་པ་ཡིན། ད་མ་འོངས་པ་ཡིན་ན་ང་རང་ཚོ་འུ་ཚ་མི་རིགས་ཡིན་ན་རེད་དོ་དོའི་ཆོལ་ཁ་ཡིན་ན་རེད་དོ་མའི་ཆོལ་ཁ་ཡིན་ན་རེད་དོ་བློ་གཟུར་གནས་ནས་སྐྱག་རུམ་བཅས་བཀའ་དྲིན་ཆེན་པོ་ཡིན་པ་དང་ཁོང་ང་རང་ཚོ་གི་སྐྱབས་མགོན་ཡིན་པ་དང། ཁོང་མེད་དང་མེད་རུང་ཡིན་པ་དང་ཁོང་སྐུ་ཚེ་ད་ལོ་བརྒྱ་དང་སུམ་ཅུ་ལྷག་བཞུགས་དགོས་གསུང་ཡ་དེ་དབུ་གནས་སུ་བཞུགས་ཐུག་ཡ་རྒྱ་དར་ང་རང་ཚོ་སྤྱི་མཐུན་ཚོས་སོ་ནམ་བསག་ཡ་ལ་རྡོག་རྩ་ཆིག་སྒྲིག་བྱས་གི་གཉིད་དུ་ཙམ་མ་གཡུག། བོད་པའི་གཏམ་དཔེ་ལེ་བ། ཕན་མ་ཐོག་པའི་ཁ་ཡི་སོ་ནང་ཡི་དཔེ་ཡི་དཔེ་ཡི་དཔེ་ཡི་ལས་ཞེས་པ། དཔེ་ལྟ་དཔེ་རྫིག་པོ་ཡོད་རེད་ལག་ལེན་ལ་ལེ་བ། ད་དེ་འདྲས་ན་ཤེས་ཤིག་རྡོག་རྩ་ཆིག་སྒྲིག་གི་དོན་གཙོ་བོ་དེ་རྒྱ་རོམ་ཅེས་དགོངས་པ་དེ་གཞི་ལ་བཞག།